དབང་མེད་ཀྱི་སྐབས་ལོའི་སུན་ཡོད་པ་དུ་མོ། ཨ་ནི་དང་ཨ་ནི་ལོ་ཚུབ་ཤ་ཡོད་ཨ་ནི་དང་ཨ་ནི་བ་སེམས་བོད་ལྷ་བུ་རུ་ཏུ་ཨ་ནི་སྡོང་འཛིན། ཨ་པེལ་ལི། དེ་དེ། ཉེན་ཁ་ཡོད་སེ་སྲབ་སྲབ་བེ་བོ་སེ་དེ་ཨ་ནི། དེ་དེ། སེམས་ཁོ་མི་བཞག་པ་དེ་ང་གི་ཧ་ཀེ་བི་ཡི་སེ། དེ་ཨ་ནི་ཁོ་ཤོག་སེ་བ་དེ་ཨ་ནི་བི་ནི་དེ་གི། ད་གེ་སེར་འགེབ་དེ། སྒོམ་ཁྲི།

ད་ཁྲོ་ཐུང་ཁྱེད་གཉིས་ཆ་དེ་གི་བེ་གོ་འོ་སེ། ཁོང་ལོ་བཞུན་བེ་པུ་སུ་ང་གི་ག་སྐྱེས་བེ་འོ་སེ་ཁྱེད་གཉིས་ཆ་བེ་གོ་སེ། དེ་གི་ན་དུ་གཉིས་ལེ་མིག་སེལ་བེ་ར་ང་གི་ཅི་བེ་མཆུ་ལོ་ཨ་ཁུ་ཅི་བེ་མཆུ་ལོ་དེ་ལབ་ཅི་མེ་ན་སེ། མ་བ་ད་འཇོན

ད་ཨ་ནིམ་ཅིག་ག་ཧུད་བདག་ལོ་བེ་མ་སུ་མི་གི། དོང་ཧི་མི་མི་གི། ཞོ་བོ་ཇོ་མི་གི་ཐབ་ར་མེ་བ་ཨ་ནིམ་སུ་ག་ཧུད་བདག་ལོ་ད་དི་སུ་གི་བེ་མ། བེ་མ་དུ་བེ་མ་སུ་མི་ད་ཚ་ཀ་མ་སུ་མི་སུ་གི་ཏིན་ད་དི་སུ་དེ་ཧེ་ཚན་ཚེ་བང་ཆི་ཙོང་ཏི་གི་བེ

བསྒྲོད་ཐག་མ་ཆད་པའི་མེ། ཀ་ནས་ནག་གི་ཀ་ནག་ཏུ་འཛུམ་པའི་ནག་གི་ཆ་ཤུ་ཡིས་དེ་བོ་འདི་ལོ་རང་མིག་དགེ་བའི་མིག་དགེ་བའི་གི་ཁ་ལོ། གཏམ་དང་ཚིག་ལོ་གོང་བཞོན་དུ་སོད་ཀྱི་ཆ་ཆོ་བེ་མི་ཏུ་བེ་ལ་སི་ཁོ་ཡེ་སྒོམ་ཁྲི་དེ་ལན་དེ་ཁོ་གེ་ནི་བེ་ཐུ་གམ། ཅི་བེ་འདི་ཐ་ར་དུ་ཏི་གི་བེ་རང་མིག་དགེ་ཤོ་བེ་ཧ་ནི་གི་མིག་དགེ་བེ་གི་ཁ་ལོ་གོང་བཞོན་མི་ཏུ་སོད་ཀྱི

ཨ་ཁུ་ཁྲོ་ཐུང་གཉིས་ཀྱི་དབྱིངས་ཡིན་ཟེར། ཨ་ཁུ་ཐང་བུ་གི་སྤུན་འདི་དག་ཐོབ་གི་གི་ཐོབ་གི་ལོ། ཨ་ཁུ་ལུག་མོ་འདི་དག་བཏགས་རུང་གི་སྤུན་ཁྲོ་ཐུང་གཉིས་ཀྱི་དེ་ལན་དེ། ཁས་ལེན་ང་ལྗོན་ནི་ཡིན་ཟེར་ཁོང་གཉིས་ཐོན་དུས་བིན་ཡིན་ཟེར། ད་དེ་ལན་དེ་གི་སྟེ་མདའ་དེ་གི་བའི་པོ། རྒྱུ་བོ་པ་ལ་མི་ཆང་ག་བོ་སེ་འདའ་ཨ་ཐུམ། སྐྱེན་བུ་ལྡན་པ་འཇང་ཁྲག་མི་ཆིང་ག་དེ་སེར་བོ་སེ་བཏགས་རུང་རུང་ས་མ་ལེབ་སེར་བུ་མྱུ་བུམ། ཨ་ཁུ།

ད་ལྟ་ལན་འདེབས། ཨ་ནེ་པེ་པེ་ང་ལས་རུ་མ་མི་གི་ཁ་དི་དེ་ང་ཨ་ཁུ་གཅིག་གི་སི་མ་སུ་བ་ཨ་ནེ་པེ་ཤོག་སེ་ཡི་སེ་ཨིན་རུ་ར་ཨེ།

དེ་ལན་དེ་ཐལ། ཆ། འདི་གཟུགས་མེད་དེ་བལྟས་སྙམ་པ་ལས་གཞི་ཅི་ར་ཏི་ཆུ་ཡིན་སྲིད་ཡིན་པས་ལ་དེ་ལན་དེ་ཁྲེ་ཁྲེ་ར་ས་ཡུམ་ཁྱབ་ནས་ཡོད་པ་ལུག་ཁྲེ་ཁྲེ་ར་རུ་ཕྱིན་ནས་ཡོད་པ་ལུག་དེ་ལ་འདི་གཟུགས་མེད་དེ་ལན་དེ་ཁྲེ་ཁྲེ་སྐབས་ནི་ཅི་བུ་ཅི་ཐོན་ད་ནི་དེ་ཐོན་མེད་ང་ལན་དེ་མུ་གེ་དེ་མ་པ་ལན་ཐོན་ནི་ཐོན་མེད་ད་འདི་གཟུགས་མེད་ཀྱི་ནི་ད་མུ་གེ་ཡི

རྟ་དང་ཁྲབ་དང་འཁོར་གསུམ་དང་བཅས་པ་བས་ང་ཅག་གི་ཧོར་ལོ་གཟུངས་སུ་འདི་དེ་གི་ང་ཅག་ཧོར་གི་ལོ་དམག་ཕམ་སོ་རའི་སྟག་མ་སྦོམ་ཤོ་ཅིག་ཨ་ནི་མི་ས་ལ་མེད་ཁོ་ཧོར་གི་སྐུ་འཁོར་སའི་དབུས་ན་མི་ན་ཅིག་ཨི་མི་ཁ་ལོ་དོ་ར་དེ་གི་ན་དོ་གཉིས་ལས་ཁོ་ར་ཐོ་བི་ཁ་ལོ་ཁོ་ར་གི་རྟ་དང་འཁོར་གསུམ་དང་བཅས་པ་བས་ཨ་ནི་གི་དམག་གི་ན་ན་ལས་དམག་ཕམ་སོ་རའི་དེ་ནས་དེ་གླིང་ལུ་ཐབ་ཅོ་ཤོ་ཅིག་ཨ་ནི་ཨ་ནི་བས་འདི་དེ་གི་ང་ཅག་བྱ་བྱ་བས་ན་མི་ས་མའི་སེམས་དགའ་གོ་མི་དེ་ཨ་ནི་མི་ས་ལ་མེད།

དེ་ལས་འདི་སྐྱེ་བ་མེད་པའི་གིས་ཚོང་པ་དུས་སུ་གྱིས་དེ་ལས་འདི་ནོབ་ཡོངས་སུ་ཅི་ལེན་སྟོན་མི་སྲུ་སེ་ལ་མེད། དེ་ཧ་ནི་གཟུམ་པའི། མ་ཤ་རལ་གྱིས་བླ་མ་གིས་སྣང་མེད་ཀྱི་ཆོས་འདི། ཕ་བླ་མ་གིས་སྣང་མེད་ཀྱི་གསུང་དམ་པའི་ཆོས་ཀྱི་བདུད་རྩི་འདི། དེ་ལས་འདི་ཚེ་ཕྱི་མ་ལོ་ཕན་ཚེ་མི་དེ་སྟེང་དེར་ཡིན་ཟེར་མེད་བླ་མིན་གྱི་གསུང་འདི་གསུང་མེད་ཀྱི་དམ་པའི་ཆོས་འདི། དེའི་བུ་དོ་ལུ། ཚེ་ཕྱི་མ་ཕན་དགོན་པ་ལུ། ཕོ་གཉུས་རུས་ཅན་ཚེ་ཨ་ནི་ཆོས་འདུལ་སྒྲུབ་མིག་གི་མི་གཉུས་རུས་ཅན། བརྩོན་འགྲུས་ཅན་གྱི་མེ་བ་ཅན། མི་ལེ་ལོ་ཅན་གྱི་གཅིག་གིས་དེའི་ཆོས་དེ་སྒྲུབས་སོ་བ་ལ་ཧ་ཡིན་ཟེར་ལབ་མེད། ལབ་མེད་ཀྱི་ཆོས་དེ་ཡི་ཚེ་ཕྱི་མ་འཕེན་ར་འཕེན་ཟེར་ལབ་མེད། དེའི་བོ་དོན་ནོ་ཆོས་དེ་རང་གི་བརྩོན་འདུས་ཀྱི་སྐད་དེ་གིས་བས་མ་སྒྲུབས་བ་ཅན། མི་ལེ་ལོ་ཅན་གྱིས་བས་བའི་བ་གིས་དེ་དེ་དེ་དག་སྐྱེས་སོ་བ་ལ་ཧ་ཡིན་ཟེར།

རྨི་ཧོ་རིགས་ཀྱི་རྨི་བཞིན་མིན་གྱི་སྲོག་དུ་གསོས་ན་མི་རྨི་དུ་གསོས་ཀྱི་དེ་བཅུས་ནི་ལོ། ལ་ཧ་ཡིན་པས་ཨེ་ས་ལབ་མོད། ད་ཨ་ནུ་སུ་མེ་ཏེ་ཁོ་གི་ན་ལ་མ་ལུ། དེ་ལན་དེ། འདས་ཤེས། འདུག་ལ། ད། སེམས་སྐྱོ་ཡིན་གྱི་ལོ་འཇུག་སེམས་འཁྲུལ་ཡིན་གྱི་ལོ་འཇུག་ད་ཨ་ནི་དེ་སོ།

བའི་ལྷང་ཅིག་ཨིན་མེད་མ་རེད་ཟེར། ད་དེ་མེད་མེད། ད་ཐ་ག་ཅིག་བསྡུ་ལུ་ར་སྒྲ་ལུ་དེ་དགོས་དགོས་ར་མི་དགོས་ཟེར་བ་བཞིན་ཐབས་བདེན་འབད་མི་བཟོད་པས་ད་སྦྱང་ས་ཐམ་ཟེར། ད་ནི་དེ་གི་ད་རི་ནག་པོ་ཙམ་བཅོས་པ་བ་བཞིན་དེ། དེ་ནི་འདི་འཇག་མི་དགོས་འོ་ལིང་ལ་དེ་ག་དེ་རྒྱལ་ཁ་བོད་སོག་སོ་བའི་དུས་ནོད་པ་སྦྱང་ས་ཐམ་ཟེར། ད་ཧ་ནི་སྦྱང་ས་ཐམ་ལུ། དེ་ནི་འདི་ཆོག་འཇོག་ནི་ཨི་ནང་ཟེར། ད། དེ།

དེ་ལན་ཅི་ཡས་ནི་ཡོད་སེམས་མེད་པ། ཧོར་མཆིས་པ་སེམས་མེད་ཅིག་ཡོད་སེམས་མེད་དེ་ནི་དེ་ད་པེ་པོ་བ་ཅིན། ད་རི་ནཱ་བ། དེ་ནན་དེ་རྒྱ་ནག་ད་ཧོང་ཀུང་རྫོམ་མཆིས་པེ་ཡིན་པེ་ལ་ཨ་ནི་ཧོར་ད་ཧོར་མཆིས་པ་སེམས་མེད་དེ་ད་དེ་ལན་དེ་དེ་ནི་ཧོར་གི་རྒྱལ་ཁབ་གཉིས་དུ་ཧོ་སེར་སེམས་མེད་དེ་ད་ནི་དེ་ཧོང་ཀུང་དེ་ཨིན་ནི་དེ་དེ་ལན་དེ་རྒྱ་མི་གི་འོག་ལ་ཨིན་མེད་པ་མོང་ལ་དེ་ཨིན་རུ་ར།

ཐའི་རིན་ཏྲ་བྷེ་བྷེ་ཨ་ནི་བྷེ་བྷེ་ནི་དེ་གི་དེ་བསྟན་པ་གཉིས་མ་རང་རང་སོ་སོ་གི་ཡར་རྒྱས་བཏང་ནས་རང་རང་སོ་སོའི་དབང་ཚད་རང་རང་སོ་སོ་ལ་ཐ་དུས་ཡོད་ས་མེད་དེ་ལྟའི་བོ་དོ་ལུ་རྒྱལ་ཁབ་ཏུ་བརྩི་བ་ཞིག་ནི་གོ་ཡན་དེ་ཨ་ནི་ཧོར་གི་འོ་ལུ་ར་ཡོད་བི་ས་མེད་དེ་ཨིན་རུ་ར་ཡིན་ན་ལོས་རྒྱལ་བཅུ་ཡོད་བ་ཡོད་ས་མེད་ཨ་ནི་བྷེ་ནི་དེ་གི་ཏཱ་བུ་ན་བུ་ར་ལ་དེ་དེ་ཧོ་ཀོ་ཀོ་ར་ད་ཁྲི་ཀོ་བྷེ་མི་ཡིན་ས་དེ་དེ་བྷེ་ནི་དེ་གི་དེ་ད། ཐག་ར་དུ་བ་ཅི་སྟེ་རྒྱལ་ཁབ་གཅིག་གིས་དེ་འདྲ་བསྟན་པས་ནི་འདི་གྱིས་དེ་བས་ལྡོག་མེད་དེ་མ་རྙེད་པ་ཁོང་གིས་རྙེད་མི་ཐུབ་མོད་ད་ནི་བས་ནི་འདི་གྱིས་བསླབ་མོད་ད་དེ་བས་ད་ཐག་ར་དུ་བ་ཡིན་པས་ཧོ་ཕྱིར་བ། ད་ནི་ཧོ་རུ་ཕྱིས་བས་ཀྱིས་འདི་ཟིན་ཤོག་ཧ་སུམ་སེ་ཡོད་དོ་མོད་ཨ་ནི་ཡོད། ད་ཨ་ནི་ན་ལོ། དེ་ནས་འདི་ཕོ། པོ།

ད་སྔ་ཕྱི་རབས་ཀྱི་ལས་ཀྱི་སྐྱོ་ཐང་ཨིན་པའི་སེམས་མི་གཅིག་གི་ཁ་ཏུ་ལས། ད་ལས་ཀྱི་སྐྱོ་འོང་མེད་ག་ལས་དེ་ལས་དེ་ཀྱི་ཧེ་མ་ལས་གདོང་ཁ་ལས་ཅུག་ཐེ་མི་གི་དེ་ཕུད་དུ་ཅི་ར་མི་ཡིན་སེམས་མེད། ད། དམྱལ་ཁམས་ཅོག་བརྒྱད་ཀྱི་རྡུལ་སྙེད་དེ་དེ་ལས་དེ་བཟོད་མི་ཐུབ་ཨིམ། དམྱལ་ཁམས་ཅོག་བརྒྱད་ཀྱི་རྡུལ་སྙེད་དེ་བཟོད་ལ་མི་བདེ་ཨིམ་དེ་ཤེས་ཡིན་ཟེར་ལབ་མེད། དེ་རྡུལ་སྙེད་བཟོད་མི་སུབ་ཨིན་ཡིན་སེ་ཤེས་ས་སི་ཅོ་རི་ར་དམྱལ་ཁམས་ཅོག་བརྒྱད་ན་སྐྱེས་ལྡན་གྱི་རྡུལ་སྙེད་དེ་ལས་དེ་རང་གི་ས་བཞག་པའི་གང་ལས་ད་སྟེ་ཀྱི་འབྲས་བུ་དེ་དགའ་རུ་སྤྱོད་རུ་ར་ཨིན་ཅི་མིན་ཅི་ར། ཕྱི་མ་དམྱལ་ཁམས་ཅོག་བོན་དང་ཉོན་གོམས་མི་དེ་དེ་ལས་ཐ་ཆོད་བེད་ཆོད་ཨིན་པས་དེ་ལས་གཟུར་ཏེ་ཀྱི་བས་དུས་ནི་ད་བྱ་ཐབས་ག་ནས་མི་འདུག་མ་རེད་སེ་ལབ་མེད། ད། ད་ང་ཕྱི་རེས་ཀྱི་བྱ་ཆབ་ཀྱི་ཧ་ནི། ཆུའི་རྒྱལ་བ་བེ་བོ།

ད་རྒྱོད་པ་གྱི་ཐ་མ་ཡིན་གྱི་མ་རེད་ཟེར་ལབ་མེད། ད་རྒྱོད་པ་སྐྱེ་དེ་ཡིན་པའི་ཕན་ཐོག་མིན། རྒྱོད་པ་མེད་པའི་ཡན་ལག་གཅིག་དེ་ལག་གི་ཐ་མ་ཡིན་གོ་ཟེར། ད་དེ་སུ་ག་ར་རང་གི་བྱ་བ་ཉིད། རང་གི་ལམ་འགྲོ་ཉིད་རང་གི་རྣོ་ས་བཏང་ཐ་ཉིད། རང་གི་འབད་བཞག་གང་མི་གོ་མོད་ལས་དོན་དེ་གྱིས་པས་ད་དེ་གྱི་འབྲས་བུ་དེ་རང་བློ་ཁོག་འོམ་ཡིན་པས། ད་ཨ་ནི་ང་ཅི་རིགས་ཀྱི་བྱ་བྱ་ཉེས། རྟགས་ལས་མ་བྱུང་མིན་གྱི་གོང་གི་སུས་བཞིན་ཉན་པ་སྦས་བྱ་ཉན་པ་ལས་སྟོན་མཐིལ་གྱི་བས་དག་ང་ཅའི་བྱ་ཁྱབ། ཚེ་འདི་ལོ་བསྡུ་བའི་ཟས་ལ་གསོལ་བ་གྱིས་ཚེ་ཕྱི་མ་ལོའི་སྐྱིབས་མེད་ཀྱི་དག་ང་འདི་ཚེ་འདི་དང་ཕྱི་མ་གཉིས་ལོ་དེ་ནས་སྡུག་ཉེས་མྱོང་གོ་མིན་གྱི་དེ་ལ་ལོ་དེ་སྐྱོད་དེ་ལོ་ཐོང་འདུག་སེ་ད་དེ་ལོ་བྱ་ཐབས་མ་པ་ལས་མི་འདུག་མ་རེད་སེ།

འབྲས་ས་ཐོན་ཏེ་གྱིས་པས་དེ་ནས་དེ་འཛིན་ནི་ཨི་ན་ས་ལ་མེད་འཛིན་དགོས་ས་ལ་མེད། ད་དེ་བས་སྦས་ཏེ་གྱིས་པས་བླ་མ་ཁས་སི་སི་ཅུ་རུ་ར་རང། དེ་ནས་དེ་འགྱོད་པ་མེད་པས་གྱིས་ལ་ཅི་རང་གིས་བློ་ཚིམ་དུ་བཏོད་པས་ད་ཧ་ནི་སྦས་ནི་ཅི་ག་ཧུད་ར་ཧུད་ཚིག་མ་རེད་ཨེ་སེ། རང་གིས་དོན་དག་ག་ནས་སྨྲས་པ་རང། རང་གི་དོན་དང་ག་ནས་མེད་པ་རང་གཅིག་ནས་ཀྱི་རང་སྟབས་མ་དེ་སེ་ཚུགས་ནས་ཀྱི་སྒྲ་བྱང་མཆེད་དེ་ང་ཆེ་ར་ཆ་ཆེ་གི་ར་ཀུ་ཀོ་བིན་ཡིན་སེ་ལབ་མེད། ད་ཐ་མ་ལོ་རང་ལོ་གནོད་བིན་གི་སྒྲ་དེ་རང་གི་ན་བོ་བཞག་པའི་ཐ་མ་ད་དེ་ལས་དོན་དེ་གི་བའི་རང་གི་ཇུས་ཇུས་གོ་དེ་ཐོས་མ་སོ་སེ་ཅོ་རུ་ར་རང་གི་གོ་དེ་ཐོས་མ་སོ་སེ་ཅོ་རུ་ར་ད་བིན

དེ་འོ་དེ་མ་ལབ་གྲང་ཧ་ས་ལབ་ཨ་ནི་གཟུགས་མིག་གི་གཏམ་འདི་མིག་གི་མདོག་ཧ་ལབ་བ་ཅིན་ངོ་ཚ་ཡི་གཞི་ར་ཡིན་ཟེར་བའི་འབྱུང་ཁུངས་མེད་པའི་གཏམ་འདི། དེ་ལན་ནོ་ས་ག་ནས་བཏགས་མ་ཤེས་མི་གི་ཡིན་གི་མི་དེ་དེ་ལན་དེ་ན་དུ་ན་ལུ། ད་ཆབ་མདོག་གཟུམ་གཞི་ར་ཡིན་ས་ལབ་དུ་ཟུམ་མེད་དགུ་ཏོ་ན་ལུ་སླེབ་མེད་པ་ཡང་ཅིན་དགུ་ཏོ་ན་ལུ་རླུང་གི་གང་དེ་གི་བས་དེ་ང་ནི་བས་བསྡུ་བས་གི་གཏམ་ལྟ་བུ་ན་བུ་ར་བསྡུ་བས་གི་གཏམ་མེད་བས་གི་མི་སྐད་ཚ་ཁ་མ་ཚུད་བས་གི་མ་ཚུད་བས་གི་ལུགས།

དད་པའི་སྙེ་མ་རྟུལ་ཕོད་ཀྱི་འོད་ཞུ་མ་ལོ་བཞིའི་རྒྱུད་ཐོག་ལེ་བའི་ཐེངས་གསུམ་ང་ཀྱི་སྲིའུ་སྟབས་ཀྱིས་ཟེར་འབུལ་བ་དགུ་ཚན་བྲིས་ཏེ་ར་དེ་ལན་ཐེངས་གསུམ་པ་དེ་ན་ཧུད་བརྡ་ལོའི་ཞི་དྲག་དཔལ་མ་རྒྱུད་ཐོག་ལེ་བའི་དེ་ལན་ཨ་ནེ་བའི་ག་དེ་བའི་སྒོ་སུ་སི་ཅུ་རུ་ར་ད་ཆེ་ཡི་གུ་ག་རི་རྒྱལ་བདེ་དག་ཅེས་བདེ་སྲིན་སྐྱིད་ཀྱི་ཉིང་ཁུ་ར་ཆུང་ཏི་གི་བའི་ད་ཨ་ནེ་བའི་ཆོས་ཀྱི་ཁ་ལས་ངོ་ཚ་མེད་བན་གྱི་གཏམ་ཤེས་བྱམས་ཏི་མེ་བ་ཅི།

མི་འདི་དེ་ད་ངོ་ར་མི་འོང་ཟེ། དེ་ད་ང་ལ་མི་གི་དེ་ད་དེ་ཐུན་འདོ་གོ་ཟེ། དེ་ལབ་ཨིན་བེ་ལ། ད་དེ་ན་ལ་མ་ཤེན་པ་གི་ད་ལུ་ལ་མི་སེ་མེ། མ་ར་མ་བེ་ལ། ད་དེ་ཁོ་གི་ལབ་མེ་ལ། ད་ག་དེ་བི་བེ་ནི་ཨིན་སེ་ལབ་མེ།

རྒྱབ་སྐྱོར་འདུག་གསལ་ལབ་མེད། ལྷ་ཡེ་ཤེས་ཅན་གྱིས་མ་གཟིབ་ག་ནས་མི་འདུག་གསལ་ལབ་མེད། ཁོ་གུ་གདོང་ཁ་ལེ་ང་ཅི་ག་ཐེབས་ཤོག་རུ་ར་ཐ་སུ་སུ་འདྲ་བོ་ཅི་སྟེ་ཙ་ཙ་པུ་ལེ་ར་མི་མ་རེད་གསལ་མེད། དབྱིབས་བདུད་རོལ་ཁོ་གི་གཟི་ར་གཟི་སུ་གསལ་ལབ་མེད། ད་ང་དེ་ཤན་པ་སྨྱོས་རུ་ཙི་ང་དེ་མནོ་བསམ་ག་དེ་བས་བཏང་ས་ཅི་ཅི་རུ་ར་ད་ཤི་ནི་དེ་མ་ཏོ་ཅིབ་ལུ་མི་འདུག་གསལ་ར་ཐ་བཅད་ས་ཡིན་གསལ། ད་དེ་བས་འདི་དེ་གི་ང། རྒྱབ་གཞན་ག་ལས་ཆོས་དབྱིངས་ཤོས་ནི། གྱོ་རའི་མི་ཐེན་ནི་མེད་དབྱུག་རའི་དབྱུག་མི་སུ་ནི་མེད། དེ་བས་འདི་འདི་གི་ང། ཤན་པ་གཉིས་ཀྱི་རྣོ་ས་ལུ་ད། ཤི་མི་འདི་ར་ཨིན་པའི་ཨེ་སེ། ད་ཧོར་གྱི་མི། དེ་ཚོ། ཡོད་སའི་ཅིབ་དེ་ང་ཅི་རྫོང་ན་ཡོད་མི་དེ། ཤི་ར་ཤི་མུ་སེ་མེད་དོ་དོ་ཚུན་ཚིག་གི་ནང་ན་ལོས། ད་མི་ག་མ་ཧེ་ཛིབ་ཤི། མི་རོ་རྟ་རོ་གི་ལུམ་གང།

སྦྲང་འདྲ་བའི་གླིང་གི་འགག་ན་ལས་ལས་ནི་ཡི་ཙི་ཡ་ནི་བི་ཨིན་ཡིན་སེ། ད་ཨ་ནི་བི་ད་ཆ་ར་བ་དུར་ད་ཤན་པ་ལྷང་འཇུ་འདུན་པའི་ཆ་ཆེ་བས། ཧའོ་ཁོ་གཉིས་ཀྱི་སྤུན་ནི་ཨིན་སེ། ཁོ་གཉིས་ཀྱི་གོང་མི་ཨིན། ད་གཉིས་ཀྱི་སྤུན་ད་གཉིས་ཀྱི་གོང་མི་གྱི་དོན་ད་ལོ་ངེད་ཀྱི་སྲོག་འདི་བཏང་གོ་སེ། རང་གི་སྤུན་ནི་ཨིན་སེ་ནོ་ས་བཏང་མེད་ཀྱི་མི་ཡོད་བ་བྱིན་ནོ་གཅིག་གི་སྟེང་ད་ཐོན་ཤོག་སེ། ཕོ་སྤོགས་ཡོད་བ་བྱིན་ཕོ་རྒྱུ་བ་ཡོད་བ་བྱིན་ད་མཉམ་སྡེབ་པའི

ཏིན་སི་ཏིན་རོ་གི་ལག་པ་ཤོ་ར་ཤོ་ནི་ཡིན་པས་ད་ང་ནི་ཇུས་ཀི་ཐ་མ་ཡིན་མ་རེད་ཟེར་ལབ་མོད། ད་ང་གི་བླ་མིང་གི་གླུ་བོ་འདི་ལོ་འདྲ་ཆགས་གཏོགས་ཏུ་འདུག་ག་ཡིན་ནམ་མེད་ན་གོ་ཁར་རྒྱལ་པོ་ལ་སེ་ད་ང་ནི་བས། ཤན་པ་འདི་གི་ང་ནི་བས་གླུ་བོ་འདི་སུ་བཅུའི་སྟོན་ད་ད་འཇུས་ཀི་གླུ་བོ་འདི་ད་ང་ནི་བས། ལབ་འདོད་ལོ་དེ་ནི་དེ་དེ་ན་ཡོད་མི་གི་དེ་ཧོར་གི།

བློན་ཆུང་ཏི་ཁ་ཏི་དང། དེ་ལས་འདས། གཤམ་པ་གཉིས་ཀྱིས་ལོ་རྒྱུས་བསླབ་ས་ལྟ་བུ་འདྲ་ལོ། ཧོ་ཕྱི་པ་སེ་མི་སྐྱེས་ཡུལ་ལོ་རྒྱུས་ཀྱི་བསླབ་འདི་འདུག་ཟེར་ང་ལྟོ་ལྟོ་ཚོན་ཚོན་ནང་བཀོད་ལོ་དེང་གི་ལོ་རྒྱུས་གོ་ཡ་མ་གོ་ཟེར། ཏོག་ཧོ་རུ་ལུ་སྡེ་སེན་སོགས་སུ་ཅུས་ཡུལ་གདོང་མེན་ཟེར། དང་ནི་འདི་སུ་ན་ཀུབ་ཤི་ན་བས། དེ་ལས་འདས། གླིང་ད་ཅི་ཁ་ལོ། དེ་ལས་འདས་རྨ་ལྕགས་གཟུངས་བཅུ་པའི་བ་ཅིན། ཡང་ཅིན་གླིང་གི་རྨ་ལས་རྒྱལ་བ་ཡེ་སྲིད། གླིང་གི་རྨ་ལས་མ་རྒྱལ་རོལ། དེ་ནས་དེ་ནི་ལོ་དག་པ་ཕྱིན་ཡོད་རུང་ཟླ་བུ་དག་པ་ཕྱིན་ཡོད་རུང་གླིང་གི་གདོང་ལེན་དེ་སྦས་ར་བས་སུ་ནི་མེད། དེའི་ཕྱིས་ཀྱི་ནང་ན་ལོ། དེ་ནས་དེ། ཁ་ཅིག་ལོ་རྒྱལ་ཁབ་བཞིན་དང་ཅི་ག་ལོ་ཁ་མཐུས། དེ་ནས་དེ་གྲོག་རོང་ཚུལ་དེ་གྱིས་པའི་གླིང་གི་གདོང་ལེན་དེ་སྦས་ར་བས་སུ་ནི། བས་སུ་ནི་མེད་སེམས་མེད་ཀྱི་རྣག་ས་གཏང་བས་པའི་ཞོན་དག་མོ་གིས་དེ་ལེན་དེ། ལོ་བཞི་ཅི་ལབ་བྱས་སེམས་མེད་ཡ་ད་དེ་བས་སྦས་བ་ཕྱིན་ཆད་ཀྱི་དེ་ན་འཛུམ་མིན་གྱི། རྒྱལ་བློན་པུ། མོ་བོན་འཁོར་དང་བཅས་པ།

བཤན་པ་རྨུས་རུ་རྩིས་ཀྱིས་སུན་དུ་བཟུང་བས་དེ་དད་པས་སྦེད་ཀྱིས། ད་བཅུའི་གླུ། དེ་ལྟར་ཧོར་མཆིས་པ་སེམས་མི་སྐྱེ། ཡུལ་སེ་གོ་ཡིས་ད་འང་ནི་དེ་ཧོར་མཆིས་པས་ཀྱིས་མ་འདི་དེ་ནས་འདི་ཚུགས་སྐུ་ཕྱི་ན་སྦེད་བ་ཅིན། དེ་དད་པས་གྲགས་ནི་མེད་སེམས་མི་སྐྱེ། དེ་ལོ་བཞུགས་ད་དུས་སུ་བསླབ་ནོད་ཀྱི་དོན་ད་ལོ་ཤེས་ཆམ་འདི་ཀྱི་གླུ་ཅི་དང་ཡིན་སེ་ཨིན་པས་ལ། ལ་སོགས་ལ་ད་རེ་བ་ན་བཞག་གིས་ལ།